དབྱངས་གསལ་སྒྲུང་གདུང་ཕྱོགས་བསྒྲིགས་ལ་དགའ་མོས་གནང་བ་བཀའ་དྲིན་ཤིན་ཏུ་ཆེ། དེ་ལན་གྱི་ལེ་ཚན་འདི་གི་ནང་ལོགས་ལ་ཡང་བུ་མོས་ཁྱེད་རྣམས་ཀྱི་ཆེད་དུ་གོ་ཞབས་བྱེད་པ་ཞེས་པའི་སྒྲུང་ཐུང་ཅིག་ཀློག་མྱི་འདོད་བྱུང་སོང་ཙང་ལྷན་རྒྱས་ཚང་མ་ལུས་ཐུགས་ལྷོད་ལྷོད་ངང་གསན་རུང་གནང། གོ་ཞབས་བྱེད་པ། བྱིའུ་ཏིང་ལྟིང་སྒྲོལ་མ་ཉིན་ཞིག་ཆུ་འཐུང་བར་འགྲོ་སྐབས་འབད་པ་ཁ་ཆེན་ཞིག་ཐུག་པ་རེད། སྦས་པས། ཁྱེད་ཀྱི་རིགས་གང་ཡིན། ཞེས་དྲིས་པས་བྱི་ཡུས། ང་ནི་གནམ་ལ་འཕུར་མཁན་གྱི་རིགས་ཡིན། ཞེས་བརྗོད་པ་རེད། སྦལ་པས། བྱས་ན་ཁྱེད་ཀྱིས་ཆུའི་ནང་ལ་འཛུལ་ཐུབ་བམ་ཞེས་དྲིས། བྱི་ཡུས། མི་ཐུབ་གཙང་མ་ནི་མི་ཐུབ། སྦལ་པས། ཧ་ཧ། ང་ནི་ཆུ་དང་སྐམ་ས་གཉིས་ཀར་འགྲོ་ཐུབ་མཁན་གྱི་སྲོག་ཆགས་ཤིག་ཡིན་པས་ཁྱེད་ཀྱིས་ང་ལ་གུས་ཞབས་བྱེད་དགོས། ཞེས་བྱེད་ཡུལ་མི་མཁྲེགས་པ་མེད། ངས་ཁྱེད་ལ་གུས་ཞབས་བྱེད་ཀྱི་ཡིན། ཁྱེད་ངའི་མཚང་ལ་ཞལ་ལག་ལ་དེ་འདྲའི་ཞུ་ཡི་ཡིན་ཕེབས་རོགས་ཞེས་ཞུས། བོད་པས། ཁྱེད་ཀྱི་མཚང་གང་དུ་ཡོད། བྱེད་ཡུལ། ངས་མཚང་ལ། ཕ་གིའི་རྒྱབ་ལ་ཡོད། བོད་པས། བྱས་ན་ང་འགྲོ་མི་ཐུབ། བྱེད་ཡུལ་ཁྱེད་ང་མཉམ་དུ་འཕུར་ནས་ཕེབས་རོགས། བོད་པས། མི་ཐུབ། ངས་འཕུར་མི་ཐུབ། ཞི་བུས། བྱས་ན་ཁྱེད་ཀྱིས་སྐམ་ས་ནས་གོམ་པ་བསྐྱོན་ཏེ་ཕེབས་རོགས། བེར་བེ། ལམ་ཐག་རིང་པོ་འདི་འདྲར་ངས་མཆོང་རྒྱག་རྒྱག་གིན་མཆིས་ན། མང་པོར་འགོར་བའི་སྨྲ་ཚིག་དེའི་རིང་ནམ་མཁས་བྱ་ཅན་ཚོས་ང་བཟས་ཚར་གི་རེད། ཅེས་བཤད། ཞི་བུས། ཁྱོད་ལ། དེ་ལྟར་འགྲོ་ཐུབ་པའི་ནུས་པ་མེད་ན་ང་ལ་ཡང་གུ་ཞབས་བྱེད་དགོས། བེར་བེ། མི་འགྲིག་པ་མེད། བྱིའུས། ངེད་གཉིས་ཕན་ཚུན་གུས་ཞབས་བྱས་པས་མི་ཚད། སྲོག་ཆགས་གཞན་ཚོར་ཡང་གུས་ཞབས་བྱེད་དགོས། བེ་བེ། སྲོག་ཆགས་གཞན་ཚང་མ་ཕན་ཚུན་གུས་ཞབས་བྱེད་འཇུག་དགོས་ཞེས་བཤད། པས། བྱིའུས་ཡང་ངུ་འབོད་བྱུང། དེ་ནས་ཁོ་གཉིས་ཡ་རབས་གུས་ཞབས་ལྡན་པའི་གྲོགས་པོར་གྱུར་པ་རེད།